ར་ཀ་ད་ཀ་ཞབས་རྒྱུ་ཀུ་མ་ཀུ་མ། འདི་ཀུ་མ་རེད་ཨའོ་ད་ཀི་ཀུ་འདི་ར་ཀ་ད་ཀ་ཞབས་རྒྱུ་ཀུ་མ་ར་འགྲེང་པོ་རེད་ད་རེད་འདི་ཀུ་མ་རེད། ར་ག་ད་ཀ་ན་རུ་གོ་བ་གོ་བ། ཨཱོྃ་བདག་གི་གུ་དི་ར་གི་གུ་རི་བདག་བ་ཟུར་བདག་ག་ཟས་བདག་ར་དགའ་བདག་ག་ན་རོ་གོ་བ་ཕ་ན་རོ་ཕོ་ར་སྒྲེང་པོ་རེ་ད་རེ་དི་རི་བདག་གོ་བ་ཕོ་རེ་ལ་ཅ་བདག་ཅ་གི་གུ་ཅི་བ་ཅི་བ་ཨཱོྃ་བདག་གི་གུ་དི་བ་ཕ་ཡ་ད་ཆ་ཞབས་ཀྱུ་ཕྱུག།

ས་ག་ཟླ་ག་ན་རུ་གོ་ང་གོ་ང། ཨའོ་ཟླ་གི་གུ་ཏི་བ་ཡ་ད་ཇ་མ་ན་རུ་མོ་ཨ་གི་གུ་ཡི། ས་ག་ཟླ་ག་ན་རུ་གོ་ང་ར་འགྲེང་པོ་རེ་ད་རེ། འདི་ཇ་མོ་ཡི་གོ་ང་རེ། ས་པ་སྟག་པ་ནཱ་རོ་པོ་ལ་ནཱ་རོ་ལོ་པོ་ལོ། ཨཱོྃ་བདག་གི་གུ་དེའི་ལག་ག་ལག་ར་རྩ་སྟག་རྩ་འགྲེང་པོ་རྩེ་ད་རྩེ། ས་པ་སྟག་པ་ནཱ་རོ་པོ་ལ་ནཱ་རོ་ལོ་ར་འགྲེང་པོ་རེ་ད་རེ། དེའི་ལག་རྩེ་པོ་ལོ་རེ། ར་རྫ་སྟག་རྫ་གི་གུ་རྫི་མ་རྫི་མ།

ར་འགྲེང་པོ་རེད་ད་རེད་འདི་སྙེ་མ་རེད། ར་ན་ད་ན་ན་རོ་ནོ་པ་ན་རོ་པོ་ནོ་པོ། ཤ་འགྲེང་པོ་ཤེལ་ལ་ཤེལ་ཕ་ན་རོ་ཕོར་ར་ཕོར། ར་རྩ་ད་རྩ་འགྲེང་པོ་རྩེ་ར་ན་ད་ན་ན་རོ་ནོ་པ་ན་རོ་པོ། ཨོག་ད་ཞབས་ཀྱུ་འདུག་ག་འདུག་ཤེལ་ཕོར་རྩེ་རྣོ་པོ་འདུག། ལ། ར་རྩ་སྟག་རྩ་རིང་པོ་རྩེ་ལ་རྩེ། ལ། ར་རྩ་སྟག་རྩ་རིང་པོ་རྩེ་ལ། ཤ་རྒྱུད་ཁུ་ཤིང་ང་ཤིང། ས་བདག་བདག་བདག་ན་རོ་གདོང་ང་གདོང། ཞྭ་རྒྱུད་ཁུ་བཞིག་ག་ཞིག། ཨའོ། བདག་ཞྭ་རྒྱུད་གདུག་ག་གདུག། ལ་རྩེ་ལ། ཤིང་སྡོང་ཞིག་གདུག། ལ་བ་བདག་བ་ཞྭ་རྒྱུད་བུ་བ་བུ་བ། ཧཱུྃ། བདག་གི་གུ་དེའི་ལ་བ་བདག་བ་ཞབས་ཀྱི་བུ། བ་ར་འགྲེང་པོ་རེ་ད་རེ། འདི་འབུ་བ་རེ། ས་ག་ད་ག་ན་རུ་གོ། ཧཱུྃ། བདག་གི་གུ་དེའི་ལ་ས་ག་ད་ག་ན་རུ་གོ་ཟ་འགྲེང་པོ་ཟེར་ར་ཟེར། འདི་ལ་གོ་ཟེར། ས་ཀ་རྟ་བཀའ་ཞབས་རྒྱུད་སྐུ། ཨཱོྃ་བདག་གི་སྐུ་འདི་གསང་སྔགས་ཟས་གཙང་ར་ག་རྟ་ག་ཡ་རྟ་བརྒྱ་ཟ་རྒྱལ་ཀ་ཡ་རྟ་སྐྱ་རྒྱུད་སྐུ་སྐྱི་ས་ཀ་རྟ་བཀའ་ཞབས་རྒྱུད་སྐུ་ར་འགྲེང་པོ་རེ་ད་རེ། འདི་སངས་རྒྱས་ཀྱི་སྐུ་རེད།

ས་ཀ་རྟ་བཀའ་སྒྲེང་བུ་སྐྱེས། ཨའོ་ད་ཀྱི་གུ་དི་ཤ་བ་ས་ཀ་རྟ་བཀའ་སྒྲེང་བུ་སྐྱེས་ར་ཀྱི་གུ་རིང་ང་རིང་ར་སྒྲེང་བུ་རེད་ད་རེད། འདི་ཤ་བ་སྐྱེས་རིང་རེད།